གསུང་ཞུ་རྒྱུ་ཡིན། སྡེར་བཀོལ་བའི་ས་གནས་གཞིས་ཆགས་སུ། བོད་ཀྱི་རྒྱལ་ཡོངས་མང་གཙོ་ཚོགས་པའི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་གལ་གནད་དང་དང་ལྡན་ང་ཚོའི་དམངས་གཙོ་ཞེས་པའི་བགྲོ་གླེང་འདི་དངོས་སུ་དབུ་འཛུགས་ཞུ་བ་ཡིན། སྔོན་ལ་བགྲོ་གླེང་གི་དང་པོ་ལ་བོད་ཀྱི་རྒྱལ་ཡོངས་མང་གཙོ་ཚོགས་པའི་ཚོགས་གཙོ་མཆོག་གིས་སྐབས་དེའི་བགྲོ་གླེང་དང་འབྲེལ་བའི་དབུ་འབྱེད་གསུང་བཤད་གནང་རྒྱུ་ཡིན།

བཙན་བྱོལ་སྤྱི་ཚོགས་ནང་ལ་གཏོད་ཐུབ་པ་བྱུང་ཡོད་རེད། ཡིན་པས་ཡིན་ནའི། ད། དགུ་བཅུ་གོ་བཞི་ནས་བཞི་དང་འདྲ་བར་བརྩིས་པས་ན་ད་ལོ་བཅོ་ལྔ་བཅུ་དྲུག་ལུས་ཡ། ཁ་བརྡས་འགྲོ་གི་ཡོད་རེད། ལོ་བཅོ་ལྔ་བཅུ་དྲུག་དེ་དུས་དུས་ཚོད་གཅིག་བསམ་བཏང་བས་ན་ཐུན་དུས་རེད་དེ། ཕྱོགས་གཅིག་བསམ་བཏང་བས་ན་དུས་ཚོད་རིང་པོས་ག་ལ་ག་གོམས་རེད། དེ་འདྲ་ཡིན་དུས་ད་ལོ་བཅོ་ལྔ་དེའི་ནང་ལོགས་ལ་ཡ། བོད་རྒྱལ་ཡོངས་དམངས་ཚོགས་པ་དེ། སྤྱི་ཚོགས་མང་པོ་ཞིག་ནང་ལ་གཞིས་ཆགས་མང་པོ་ཞིག་ནང་ལོགས་ལ་ཡ། ཨ་གོ་ཡ་མེད་དེ་མཁན་འདྲ་བོ་དང། ཨ་ནི་དམངས་གཙོ་ཚོགས་པ་ཟེར་ན་ག་རེ་རེད་ཟེར་མང་པོ་ཅིག་གིས་དེ། མཁན་གི་མེད་པ་དང་དེ་འདྲའི་གནས་སྟངས་ཡང་ཤར་ཡོད་རེད། དངོས་གནས་ཚུ་རེད་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་འདི་ཨ་ནི། བར་ལམ་ཅིག་ཟེར་ན་མི་འདུག་རིམ་པས་ཀྱིས་ཚོགས་པ་འདི་ལ་ཡང་ཨ་འཚར་ལོངས་བྱས་ཡ་ལ་དཔལ་འབྱོར་གྱི་དཀའ་ངལ་དང་མི་ཆའི་དཀའ་ངལ་མང་པོ་ཞིག་འཕྲད་རྗེས་འབུར་དུ་ཐོན་པ་ཤུགས་ཆེན་པོ་ཅིག་འབུར་དུ་ཐོན་པ་བྱུང་ཐུབ་ཡོད་མ་རེད། ཡིན་པ་ཡིན་ནའི་ད་ལྟའི་ཆ་ལ་ཡང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་འདི་ད་སྔར་དང་མ་འདྲ་བས་ཀྱིས་ཨ་ནི་དངོས་གནས་ད་ནས་སྐྱབས་མགོན་རིན་པོ་ཆེའི་བཀའ་དགོངས་གཞིར་བཟུང་སྲིད་དོན་ཚོགས་པའི་ཀྱི་ངོ་བོ་ཐོག་ལས་ཀ་བྱེད་ཐབས་ཤེས་ཅིག་ང་ཚོ་འབད་བརྩོན་ཞིག་ཞུ་འདོད་ཀྱི་ཡོད། དེ་ཙམ་མ་ཟད་རྩ་བའི།

ཐོག་མར་སྐྱབས་མགོན་མུ་ཆེའི་དགོངས་པ་ལ་ཡང་དམངས་གཙོ་ཚོགས་པ་འདི་སྲིད་སྐྱོང་གི་ཚོགས་པ་གཅིག་གི་མགོ་ཐོག་ལ་ཡང་གཙུག་རེག་བྱེད་ཆེད་བཀའ་སློབ